ཕྱིར་མཁོ་འདོན་བྱེད་པའི་མ་ལག་དེ་དག་ལེགས་གྲུབ་ཡོང་དགོས་ན། དེའི་ཐབས་ལམ་ཉག་གཅིག་དེ་ནི་ཁྱི་རགས་རྒྱག་རྒྱུ་དེ་རེད། གལ་ཏེ་གང་ཞིག་ཁབ་ཁྱིམ་མཛོད་དུ་གསོག་མ་ཐུབ་ཚེ། ཕན་པ་བྱུང་བའི་སྐབས་དང། འཆར་ཁྱི་དཀོན་པའི་དུས་སུ། ང་ཚོའི་ངར་སྡེ་ལ་ཁྱི་ཧ་ཅང་དཀོན་ངེས་རེད། ང་ཚོའི་ངར་སྡེ་ལ་མཚོན་ན། ཟླ་ལྔ་བ་ནས་དྲུག་བ། ཡང་ན་ཟླ་བཞི་བ་ནས་ཟླ་དྲུག་པའི་ཟླ་མཇུག་བར་ནི་ཁྱི་ཤིན་ཏུ་རྒྱས་པའི་དུས་ཚིགས་ཡིན། དེར་བརྟེན། ཁོ་ལོ་ར་ཀྲོའི་ངར་སྡེ་ན་ཁྱིམ་མཛོད་སྟོང་ཕྲག་གཉིས་ལྷག་ཡོད་པ་རེད།
ཆུ་རགས་དེ་དག་མེས་སྤོས་དབང་དུ་བཏང་ན་ཆུ་མིག་རིགས་ཀྱི་ཞིང་ལས་བྱེད་མི་ཐུབ་པ་རེད། དེའི་རྒྱུ་མཚན་ཅི་ཡིན་ཟེར་ན་ལོ་རེར་རླན་ཆེ་བ་དང་ལོ་རེར་སྐམ་ཆེ་བ་རེད། ཆེས་ཐོག་མའི་ཆུ་རགས་དེ་གང་ན་བསྐྲུན་ཡོད་ཀི་ཟེར་ན་མེ་ཏྲི་མཚོ་མོ་ཟེར་གོ་ནོ་དེའི་ཁ་ན་བསྐྲུན་ཡོད་པ་རེད། ང་ཚོར་ཆེད་རག་དེ་མི་བརྗེད་ན་ཡང་མི་སྣ་ཆེས་མང་འགྲོ་རྒྱུ་རེད། ཡང་མི་སྣ་ཉུང་འགྲོ་རྒྱུ་རེད། ཆུ་བོ་གཅིག་གི་སྟེང་དུ་ཆུ་མཛོད་མང་གཟུགས་གཅིག་ཆགས་གི། ཁོ་ཚོའི་སྲིད་གཞུང་གིས་གོ་ལོ་ར་ཀྲོར་ཆུ་བོར་ཆུ་རགས་གསུམ་བསྐྲུན་རྒྱུའི་འཆར་གཞི་ཡོད། ཁོ་ཚོས་ཆུ་རགས་གཉིས་བསྐྲུན་པ་དེ་ད་ལྟ་མང་དྲགས་འདུག་ད་སྐབས་བལྟས་ཡོང་ན། ཆུ་རགས་གཅིག་གི་ཁ་བཀང་བའི་ཆུ་མ་གཏོགས་མེད་གི། ཆུ་རགས་འདི་དག་གི་བཤལ་ནུས་གཞན་ཞིག་ནི་ཆུ་རགས་བྲིས་མ་དག་ཆུ་རགས་ཀྱི་ཞབས་ནས་ཆུའི་དྲོད་གྲང་ལ་འགྱུར་བ་གཏོང་གི་རེད། ཁོ་ལོ་ར་དྲོད་གཙང་བོ་ཚོ་ན་ཆུ་དེའི་ནང་གི་ཉ་རིགས་མང་བོ་ཞིག་དྲོད་འཇམ་པོའི་ཆེད་བཀོལ་མི་ཡོང་གི། རྒྱུ་མཚན་ཨ་མི་རི་ཀའི་ལྷོ་ནུབ་ཕྱོགས་ཀྱི་གནམ་གཤིས་དེ་ཧ་ཅང་དྲོན་པོ་རེད། དེར་བརྟེན། འཁོར་ལོ་ར་སྤྲོད་ཕྱིར་རྒྱུན་གྱིས་ཁྱེར་ན་ད་ལྟ་གཉའ་རིགས་དེ་དག་ལ་དེ་འདྲའི་འོས་འཚམ་ཞིག་ཡོད་པ་མ་རེད། ཁྲི་རོ་ཁྲི་གཉའ་རིགས་གསོ་ར་ཡོད་སའི་བསྡུ་ལེན་འགག་སྐྱེལ་ཆུ་རགས་མན་དང། ཨ་རིའི་གྲོག་རོང་ཆེན་མོའི་ནང་གི་ཆུའི་དྲོད་ཚད་ལ་དུས་གྲངས་ལྔ་བཅུ་དང་ཡང་ན་དེའི་མན་ཡིན། འོན་ཀྱང་རང་བྱུང་གི་ཆུའི་དྲོད་ཚད་ད་ལྟའི་དྲོད་ཚད་ལས་ཤིན་ཏུ་དྲོན་པོ་ཡོད་པ་རེད། ད་ལྟ་འཚོ་བཞིན་པའི་ས་གནས་གཉའ་རིགས་དེ་རྣམས་ལ་ཁོར་ཡུག་དེ་འདྲའི་ཡག་པོ་ཞིག་མ་བསྐོན་ཀྱང་ཁོ་ཚོ་མུ་མཐུད་དུ་དེར་འཚོ་གནས་བྱེད་དགོས་ཀྱི་ཡོད་པ་རེད། ས་གནས་ཀྱི་ཉ་རིགས་ལ་མཚོན་ན། ཁོ་ཚོར་སྤྲོ་ཚུལ་མཐོན་པོ་དགོས་པ་རེད། དགུ་ལས་འགག་གི་ཁྱི་རགས་བསྐྲུན་པ་དེས་ཆུའི་རང་བྱུང་གི་སྤྲོ་ཚུལ་ལ་འགྱུར་བ་ཐེབས་ཡོད་དེ། ད་ལྟ་དགུ་ལས་འགག་གི་ནང་ནས་དྭངས་བས་ཆུའི་སྤྲོ་ཚུལ། པ་ཧྲི་ཏུ་བཞི་བརྒྱ་ཡིན། དེ་ནི་ཧ་ཅང་གྲང་མོ་རེད། ཆེས་དྲོད་ཚད་དེ་འདྲའི་ནང་དུ་ས་གནས་ཀྱི་གཉན་རྣམས་འཚོ་གནས་བྱེད་ཐུབ་པ་མ་རེད། གཞན་ཡུལ་ནས་ཁྱེར་ཡོང་བའི་ཁྲི་རོ་ཁྲི་ཉག་རིགས་ལྟ་བུ་ནི་ད་ལྟ་ཁོ་ལོ་ར་ཀྲོ་ཆུའི་ཡན་ལག་ཁ་ཤས་སུ་ཁྱབ་བཞིན་ཡོད། ད་བར་གོ་ལོ་ར་སྒྲོ་གཙང་བོའི་ནང་གི་གཉའ་རིགས་བཞི་ནི་རྩ་ལྷག་འགྲོ་ཉེན་ཆེ་བའི་གྲས་སུ་བཀོད་ཡོད། དེ་ལས་རིགས་གསུམ་ནི་ལོ་ངོ་དུ་མའི་སྔོན་ནས་ཉེན་མཐོར་བཀོད་ཡོད་ཀྱང་གཉའ་རིགས་བཞི་བོ་དེ་ནི་ཉེ་བའི་ལོ་གཅིག་སྔོན་དུ་བཀོད་ཡོད་པ་རེད། དེ་ཚོ་ནི་གོ་ལོ་ར་སྒྲོ་གཙང་བོའི་ཆུ་གྲོ་མོའི་ནང་གི་གཉའ་རིགས་རེད། གོ་ལོ་ར་སྒྲོ་གལ་བ་སིར་ཅན་གྱི་གཉའ་དང། གཉའ་གི་རི། གཉའ་ང་རང། གཉའ་ཆི་སྤྲང་སོགས་རེད། གཉའ་རིགས་འདི་དག་གིས་ཆུའི་རྒྱ་ཁྱོན་ཆེན་པོ་ཟིན་ཡོད་པ་མ་ཟད་ཆུའི་མ་ལག་ཀུན་ཏུ་ཁྱབ་ཡོད་ལ་ཧ་ཅང་མང་བ་རེད། ད་ལྟ་ཆུའི་སྨད་རྒྱུད་ཀྱི་རྒུ་ལུམ་ཆུ་རགས་ཀྱི་འགྲམ་ནས་བཟུང་ས་ནས་གཉའ་རིགས་འདི་དག་ཕལ་ཆེར་མི་འདུག་ཨ་རིའི་གྲོང་རོང་ཆེན་མོའི་ནང་དུ་ཉྭ་རྒུ་རའི་གྲངས་འབོར་ཉུང་ཙམ་ཡོད་ལ་ཆུ་མཛོད་རྒྱབ་ཤག་གི་ཆུའི་འབབ་རྒྱུད་ཀྱི་དམའ་སར་ཡོད་པའི་མོ་ཧྭ་ཝེ་མཚོ་མོའི་ནང་དུ་གལ་བ་ཟུར་ཅན་གྱི་ཉྭ་ཁ་ཤས་ཡོད། དེ་མིན་ས་གཞན་ཞིག་ན་ཡང་ཡོད། གལ་བ་ཟུར་ཅན་གྱི་ཉྭ་སོགས་ནི་སྔོན་ནས་ཡོད་པའི་ཚེ་ཐག་ཧ་ཅང་རིང་བའི་ཉྭ་རིགས་རེད། མི་ལོ་ཉི་ཤུ་ཐམ་པ་ནས་སུམ་ཅུ་ཐམ་པ་ཡང་ན་བཞི་བཅུ་ཐམ་པ་ལྷག་ལ་འཚོ་གནས་བྱེད་ཐུབ་པ་རེད། དེའི་རྐྱེན་གྱིས་ཁོ་ཚོ་སླར་གསོ་བྱེད་ཐུབ་པའི་གོ་སྐབས་ཡོད། ཁོ་ཚོ་བློ་གཅིག་དང་གཉིད་ལས་མི་སྡོད་པར་རྨས་འགྲོ་བ་ཞིག་མ་རེད། ཆུ་བོའི་སྟོད་རྒྱུད་ནི་ཉ་རིགས་དེ་དག་བསྐྱར་གསོ་བྱེད་ཐུབ་པའི་ས་ཆ་རེད། བཟང་ངན་གང་ཡིན་ཡང་ང་ཚོའི་ཨ་རིའི་ཁོ་ལོ་ར་རྡོ་དང་ཆུ་བོ་ལྗང་ཁུ། ཡན་ཕ་ཆུ་བོའི་མ་ལག་སྟོད་རྒྱུད་དུ་ད་དུང་བཤིག་འདོན་བྱས་མེད་པའི་ཉ་རིགས་དེ་རྣམས་བསྐྱར་གསོ་བྱེད་འདོད་ཡོད་ན་ས་ཆ་དེ་ནི་བསྐྱར་གསོ་བྱེད་ཐུབ་པའི་ས་ཆ་རེད།
ཉ་རིགས་འདི་དག་ནི་སྐྱེ་ཁམས་མ་ལག་གི་གཞི་རྩའི་གྲུབ་ཆ་ཡིན་པས་དེ་དག་གི་རང་ས་ནས་ནུས་པ་འདོན་པ་རེད། སྲོག་ཆགས་ལ་ལར་ང་ཚོས་ཚོད་འཛིན་བྱེད་དགོས་པའམ། ཡང་ན། སྲོག་ཆགས་གཞན་ཞིག་གི་ཁ་ཟས་ཡིན་སྲིད་པ་ཡང་ཡོད། དཔེར་ན། ང་ཚོའི་ལོ་རྒྱུས་ཁྲོད་དུ་གཅན་གཟན་རིགས་ཆེ་བ་ཀྲེད་དང། སྤྱང་ཀི་རྩ་མེད་བཏང་བ་རེད། རྗེས་སུ། སྔ་ཕྱིར། ཤེས་རྟོགས་བྱུང་བ་ནི། རིགས་དེ་དག་གི་ཤྭ་བ་དང། ཤྭ་ར་ལྔ་རིང་སོགས་ཀྱི་གྲངས་ཀ་འཕེལ་བར་ཚོད་འཛིན་བྱེད་པར་ཕན་པ་ཆེན་པོ་ཡོད་པ་དེ་རེད། གལ་ཏེ། ཁོ་ཚོའི་གྲངས་ཀ་མང་བོར་འཕེལ་ནས་རྩི་ཤིང་གི་རིགས་རྣམས་ས་ཆ་གཅིག་ནས་བསྲེས་ཚར་ན། སྐྱེ་ཁམས་མ་ལག་ལ་གནོད་འཚེ་ཐེབས་ངེས་ཡིན་པ་མ་ཟད། མིའི་རིགས་འཚོ་བྱེད་དག་ཀྱང་གཅིག་པ་ཡིན། ང་ཚོ་ལ་སྔོ་ལྗང་དང་ཕྱུགས་རིགས་སྐྱོང་བྱེད་ཀྱི་ས་སོགས་ས་གཞི་བཟང་བོ་དགོས་པ་ཡིན། གལ་ཏེ་སྐྱེ་ཁམས་ཁག་གཅིག་ལ་གནོད་འཚེ་ཐེབས་ཚེ་སྐྱེ་ཁམས་མ་ལག་གི་ཆ་གཞན་ལ་ཤུགས་རྐྱེན་ངན་པ་ག་འདྲ་ཐེབས་མིན་ང་ཚོས་ཤེས་རྟོགས་མི་ཐུབ། འོ་ན། ཆ་རགས་ཆེན་པོ་དེ་འདྲ་ད་དུང་བསྐྲུན་རྒྱུ་ཨེ་རེད་ཅེ་ན། ཕལ་ཆེར་བསྐྲུན་རྒྱུ་མ་རེད། མི་མང་བོ་ཞིག་གིས། ཁོ་ལོ་ར་བྲོ་སོང་བོ་ལ། ཆ་རག་དམངས་དྲག་འདུག་བསམ་ཡོད། ང་ཚོ་ལ་ཆ་རག་ཆེན་པོ་མང་བོ་ཞིག་ཡོད། ཁོར་ཡུག་སྲུང་སྐྱོབ་ཀྱི་གོ་རྟོགས་འཕེལ་བའི་ལོ་རབས་འདི་འདྲ་ཞིག་ལ་ཆ་རག་ཆེན་པོ་དག་མུ་མཐུད་དུ་བསྐྲུན་རྒྱུ་མ་རེད། ཡིན་ནའང། ཡན་ལག་ཁག་ཏུ་ཁྱིམ་མཛོད་ཆུང་བ་རེ་བསྐྲུན་དགོས་པ་དང་ས་འོག་ཁྱིམ་མཛོད་དུའང་ཆུ་གཏོང་དགོས་པ་ཡིན། དེ་དག་ས་ངོས་སུ་བརླན་བཤེར་ཕྱིར་འདོན་དང་བླང་བསྒྱུར་ཆེན་པོ་མི་བྱེད་ཚུལ་ཡིན་མོད། འོན་ཀྱང་དེ་ནི་ཚོད་ལྟའི་རང་བཞིན་ཞིག་ཡིན། ད་དུང་ཡིན་ནའང། ཁྱིམ་མཛོད་ཆུང་བ་དག་མུ་མཐུད་དུ་དགོས་ངེས་ཡིན། ཆུ་ཡོད་དུས་ཆུ་སོགས་ནང་མ་གཏོགས། མེད་དུས་རང་གི་མི་མང་དང་ཁེ་ལས་སོགས་ལ་ཞབས་འདེགས་བྱེད་མི་ཐུབ། གནད་དོན་ཁག་ནི། ཕན་པ་བྱུང་དུས་ཆུས་མི་འདང་བ་དང། ང་ཚོར་ཉ་རིགས་དང་བཙན་རྒྱུའི་ཆེད་དུ་ཆུ་དགོས་པར་མ་ཟད། ད་དུང་མི་གྲངས་འབོར་ཆེན་འཕེལ་བཞིན་ཡོད། ང་ཚོའི་ཨ་རིའི་ནུབ་ཕྱོགས་ནི། རྒྱལ་ཁབ་ཧྲིལ་བོའི་མི་གྲངས་འཕེལ་བ་ཆེས་མགྱོགས་ལ། ད་དུང་མུ་མཐུད་དུ་འཕེལ་བཞིན་ཡོད་ཅིང། དེ་ནི་ཆུ་ཧ་ཅང་དཀོན་པའི་ས་ཁུལ་ཞིག་རེད། ད་ལྟ་ངས་འདི་ནི་དངོས་གྲུབ་འདྲེས་མ་ཞིག་ཡིན་པར་འདོད་ཡོད། ལོ་ངོ་བརྒྱ་ཕྲག་གི་ཡར་སྔོན་དུ། ས་གནས་ཡུལ་མི་རྣམས་ཀྱིས་དེ་ལ་ངོ་རྒོལ་བྱས་ཡོད་ཀྱི་རེད། དེ་ལ་རྒྱུ་མཚན་ཁ་ཤས་ཤིག་ཡོད། གཅིག་ནི་རང་བྱུང་ལ་གཏོར་སྐྱོན་བཏང་བ་རེད། ཁོ་ལོ་ར་ཀྲོའུ་གཙང་བོ་ནི་ལོ་ངོ་སྟོང་ཕྲག་དུ་མའམ་ཡང་ན་ས་ཡ་དུ་མར་གནས་འདིར་རང་དབང་དབང་བཞེར་བ་རེད། ས་དེའི་རང་བྱུང་སྐྱེ་དངོས་དག་ཀྱང་དེར་བརྟེན་ནས་སྐྱེ་བཞིན་ཡོད། ཕྱི་དུས་སུ། ཕྱི་ལོགས་པའི་ས་ལག་ཕྱིས་སམ་ས་ཤུན་བཟང་བོ་ཡུལ་དེར་འཁུར་ཡོང་བས། ཞིང་ས་ཇེ་ལེགས་སུ་སོང་བ་དང། དགུན་དུས་སུ། རྒྱུན་ཆགས་རང་བཞིན་གྱི་ཆུའི་ཐོན་ཁུངས་ཡོད་པར་མ་ཟད། ལོ་ཧྲིལ་བོར་ཡང་ཡོད་པ་རེད། འོན་ཀྱང། མི་མང་བོ་ཞིག། ནུབ་ཕྱོགས་སུ་གནས་སྤོར་གཞིས་ཆགས་བྱས་ཏེ། དེར་འཚོ་གནས་བྱེད་པའི་རྟེན་གཞི་ཉག་གཅིག་ནི་ཆུ་ཡིན། ཆུ་མེད་ན་སུ་ཡིན་ཡང་འཚོ་གནས་བྱེད་མི་ཐུབ། རྒྱལ་ཁབ་འདིའི་ས་ཕྱོགས་འདི་འཕེལ་རྒྱས་སུ་འགྲོ་འགོ་རྩོམ་དུས་ཁོ་ཚོར་ཁྱི་དགོས་པ་ཡིན། འོན་ཀྱང། འདི་གའི་བྱེ་ཐང་དུ་ཁྱི་མང་བོ་མེད་པར་བརྟེན། འཐུང་ཁྱི་དང། བྱང་ཁྱི། གློག་ཤུགས་སོགས་ལ་ཁྱི་རགས་འཛུགས་སྐྲུན་བྱས་ནས་ཁྱི་གསོག་སྟེ་རྗེས་སུ་བེད་སྤྱོད་བྱེད་པ་ནི་དེའི་ཐབས་ལམ་ཉག་གཅིག་ཡིན། ཡིན་ན་ཡང། དེའི་འཁོར་ལོ་ར་སྤྲོད་གཙོ་བོ་ཆུ་བོའི་སྐྱེ་ཁམས་ལ་གཏིང་ཟབ་ཅིང་ཕྱོགས་མི་འདྲ་བའི་སྒོ་ནས་ཤུགས་རྐྱེན་སྣ་ཚོགས་ཐེབས་ཡོད། རིག་གནས་ཀྱི་ཆ་ནས་བཤད་ན། རང་གི་མ་ཡུམ་ལ་གནོད་འཚེ་བྱེད་པ་ཟེར་བ་དེ་རེད། ངས་བསམ་པར། ཡུལ་མི་རྣམས་ཀྱིས་འཕེལ་རྒྱས་ཞེས་པའི་མིང་གིས་བྱ་བ་གང་ཞིག་བསྒྲུབས་ཡོད་པ་ཁྱོན་ཡོངས་ནས་ངོས་འཛིན་བྱེད་ཀྱིན་ཡོད་པ་མ་རེད། ངས་བསམ་པར་ཁོ་ཚོས་རང་སོར་བཞག་ན་འདོད་ཡོད་པ་རེད།